ཨོ་ད་བོ་ལས་ངོ་ཐོག་བྲིས་པའི་ལས་རན་གཟིགས་བརྙན་གྱི་བོ་རེ་སྤུན་ཟླ་ཚང་མ་ལ་ཞོགས་པ་བདེ་ལེགས་ཞུ་ཡ་ཡིན། ད་ངས་ཁ་སང། ཁྱེད་ཉིན་མོ། ངས་འདིའི་ནང་ལོགས་ལ་བརྙན་ཅིག་སྤེལ་བ་ཡིན། ད་བརྙན་དེ་ལ་སྤྱིར་བཏང་མཆན་ཡག་སྡུག་སྣ་ཚོགས་པ་ཅིག་བྲིས་གནང་སོང་ད་དེ་ཚོ་ཚང་མ་ལ་ག་རེ་བྱས་ཞུ་ཡ་ཡིན། ད་ཡིན་ན་ལས་ཁ་ཅིག་གི་ཁོ་རང་སྡུག་ཕྱོགས་ལྷོང་རང་གི་སྐད་ཆ་ཐར་ཆ་ཆེན་པོ་མང་པོ་ཅིག་མཆན་ནང་ལོགས་ལ་བྲིས་སོང་ངོ་དེབ་དང། ཧ་ནི་ངའི་ཡུལ་ཡུལ་གྲོགས་ཀྱི་སྙན་ལམ་ལ་ད་དེ་ཚོ་ལ་གསལ་བཤད་ཅིག་དགོས་བ་དེ་གལ་ཆེན་པོ་རེད་ཤག་གསལ་བཤད་ཅིག་མ་བྱས་ན་ངན་པ་རྒྱ་ཡན་དུ་འགྲོ་བ་ལགས་ནང་བཞིན་ཁོ་གཏམ་གཏམ་ལན་མེད་ན་བྱེད་མང་གསེ་གསེ་ལན་མེད་ན་བྱེད་ཉུང་ལགས་ནང་བཞིན་ཆགས་འགྲོ་གི་འདུག་ད་གསལ་བཤད་ཅིག་ལོགས་སུ་བརྙན་འདི་ལས་ལོགས་སུ་བྱས་བསྡད་བ་ཡིན་ན་དེ་ཡང་ད་ཆགས་མ་སོང་བ་ཆགས་འགྲོ་གི་ཡོད་དུས་ངའི་ཁ་སང་གི་བརྙན་དེ་ཕར་གསོབ་བྱས་ནས་བརྙན་ཨ་མ་དེ་གི་ཚིག་དང་དོང་དག་ལ་འགྱུར་བ་མེད་པའི་ཐོག་ནས་ཧ་ནི་ད་ག་ཚང་གི་མཆན།

ཨ་ནི་རྡོག་རྩ་གཅིག་སྒྲིལ་ལ་འགན་གཅིག་ཁྱི་བྱས་ནས་ད་འོས་ཐོང་གི་སྲིད་སྐྱོང་གསར་བ་ལ་ངོས་ལེན་དང་རྒྱབ་སྐྱོར་གི་སྐད་ཆ་ཡིན་ང་གཉིས་ཐོག་ནས་བཤད་ཉན་བྱུང་ཡོད་རེད་ད་དེ་ཚོ་ལ་ཅིག་འགྲིག་སོང་འགྲིག་མ་སོང་ལབ་ཉན་ད་མང་པོ་བྱུང་ཡོད་རེད་དེ་ཁོ་འགྲིག་མ་སོང་ལབ་བ་ཙམ་ལ་ཧང་སང་དགོས་སེ་སྐད་ཡོད་མ་རེད་དེ་ལབ་ཆོག་གི་ཡ་རེད་རྒྱུ་མཚན་དང་གནས་ལུགས་ཡོད་ན་དེ་ནི།

ཨ་ནི་སྐད་ཆ་བཤད་ཕྱོགས་དེ་ལ་རེག་བཅད་ཀྱིས་ད་ཐར་ཆ་ཆེན་པོ་གི་ཐ་སྙད་དེ་སོགས་བེད་སྤྱོད་གཏོང་བྱས་ནས་ཨ་ནི་བཟང་བཟོ་རེད་ལ་ཡ་དང་ལོག་སྐྱོར་རེད་ལ་ཡ་དང། དེ་ནི་མང་ཚོགས་ཀྱི་འགྲོ་སྟངས་རྩ་བ་ཉིད་ནས་མ་ཤེས་པ་རེད་ལ་ཡ་ལ་སོགས་པའི་ད་སྐད་ཆ་བཤད་ཉེན་དེ་སོ། དོན་དངོས་པོ་གི་ཐོག་ལ་ཁོ་ས་ཡི་ཐོག་ལ་མ་དམའ་བ་བེད་སྤྱད་བྱས་ནས་སོ་སོ་གི་རང་སྣང་དག་བྱས་ནས་རང་སྣང་སྟོང་པ་གི་ནམ་མཁའ་གི་ནང་ལོགས་ལ་ད་ཚེག་སྐམ་པོ་གི་ད་སྤྲུལ་པ་ཅིག་རེད་མ་གཏོགས།

ད་ཡིན་ན་ལས་གླན་གེ་སར་གྱི་སྒྲོང་གི་ནང་ལོགས་ལ། སེར་ཆུང་ཆུང་འདྲ་ལྷ་རྩེ་རྒྱལ་ལ་ཞོལ་མི་ཕོ་མི་འདྲ་གཉིས་སུ་ཡོད་དེའི་ནང་ནས་མི་ར་ཤེས་ཆེ་ཡིན་ལ་བ་ན་བཞིན། དེ་སོགས་ལ་ད་དུང་ཡིན་པ་ཡིན་ན་ལས་སོ་སོ་གི་བརྩི་མཐོང་གཅིག་དང་གུས་བརྩི་གཅིག་གི་ཐོག་ནས་ནི་མིང་འབོད་ཨ་གི་འདོད་པ་མེད། གང་ཟག་དེ་ཚོའི་གྲས་དེ་ལ་ད་སྔོན་མ་བཙོག་བཞི་དང་དཀའ་ངལ་ཆེ་བི་སྐབས་ལ། སོ་སོ་གི་རྩ་སྟོང་དང་བདུན་པ་ལ། རྒྱབ་སྐྱོར་གྱི་ཆེད་དུ་འཛིན་བཟུང་མེད་པའི་ཐོག་ནས་མདུན་ལ་དོང་བྱས་ནས་མདུན་ལ་ཨང་དང་པོ་དོང་བྱས་ནས་ཨ་ནི་གཅིག། བདུན་པ་དང་རྩ་སྟོང་བཞི་ལ་བཞག་པའི་ཐོག་ནས་སྔ་ཕྱི་བར་གསུམ་ལ་རྒྱབ་སྐྱོར་ཞུ་བཞིན་ཡོད། དེ་ལ་འགྱུར་བ་མེད་ད་དུང་ཡིན་ན་རེད། ད་ད་ལོ་གི་སྲིད་སྐྱོང་གི་དངོས་གཞིའི་འོས་བསྡུ་གི་གནས་སྟངས་ཀྱི་ཐོག་ནས་སྐད་ཆ་བཤད་པ་ཡིན་ན། དམངས་གཙོ་གི་ལམ་ལུགས་དང་མ་མཐུན་པ་དང་འོས་ཤོག་རྫུན་བཟོ་བྱེད་པའི་དཔང་རྟགས་ཁོང་བཙན་པོ་ཡོད་པ་ཡིན་ན་ད་གྲུབ་འབྲས་ཡོད་ངེས་ཡོད་ཆོག་གི་ལན་ཆེར་དང་མཉམ་དུ་ཐད་ཀར་དབུས་འོས་བསྡུ་ལས་ཁང་ལ་བདུན་པ་ཁུངས་སྐྱེལ་གྱི་མི་ངོ་དང་ཡིག་ངོ་འཕྲོད་པ་གི་གཏུག་བཤེར་གནང་ཞོར་ཞུ་གི་ཡོད་དེ་གནང་བ་ཡིན་ན་བདུན་པ་དང་བདེན་དཔང་འདུག་ན་ང་འདྲ་བོ་བྱིན་ན་སྔོན་མ་ནང་བཞིན་རྣམ་པ་ཚོ་ལ་རྒྱབ་སྐྱོར་བྱེད་པ་དེ་ད་ལྟ་གི་གནད་དོན་འདིའི་ཐོག་ལ་ཡང་ཕྱིར་འཐེན་མེད་པའི་ཐོག་ནས་རྒྱབ་སྐྱོར་བྱེད་ཡོང་ངེས་དེ་ཞུ་གི་ཡོད།

འཁྲུག་ཡ་དེ་རྒྱ་ཆེ་རུ་འགྲོ་ཡ་གྱི་མ་གཏོགས་ཚུར་འདུམ་འགྲིག་ཡོང་ཡ་གྱི་གཞི་ལ་འགྲོ་གི་མི་འདུག་དེ་གསལ་པོ་བྱས་ནས་ཞུ་གི་ཡོད། ད་སྤུན་པ་ཚེ་རིང་ལགས་ཀྱིས་མི་བཞི་ལ་སོགས་པ་ཁོ་རང་གི་འདས་པའི་ལོ་རྒྱུས་ཀྱི་སྐོར་ནས་སྐད་ཆ་བཤད་གི་ཡིན་ན། འདས་པའི་ལོ་རྒྱུས་ཁྲོད་ཀྱི་སྤུན་པ་ཚེ་རིང་ལགས་ཧ་ཅང་གི་གཙོ་གཞི་ཅན་ཡིན་པ་དེ་ང་དོན་གྲུབ་ལྷ་དར་གྱི་ངོས་ནས་གསལ་པོ་ཧ་གོ་བའི་རྒྱུ་མཚན་གྱིས་འོས་བསྡུ་གྱི་བརྒྱུད་རིམ་གྱི་ནང་ལོགས་ལ་ངས་སྤུན་པ་ཚེ་རིང་ལ་རྒྱབ་སྐྱོར་བྱེད་མི་བ་དེ་ད་ཁོ་རང་གི་ལས་ཀ་བྱེད་ཕྱོགས་དང་སྲིད་ཇུས་ལ་ཁ་གསལ་པོ་གི་ཐོག་ནས་ངས་ངོ་རྒོལ་དང་སྐྱོན་བརྗོད་བྱས་ཡོད། དེ་ལ་ཡིན་ན་ད་དུང་འགྱུར་བ་གལ་མེད་སོ་སོ་གི་སྐྱོན་བརྗོད་བྱེད་བཞག་རྒྱུ་དེ་སོ་ལ། ཐ་ན་གཞི་སྤུན་པ་ཚེ་རིང་ལགས་སྲིད་སྐྱོང་ལ་འོས་འདེམས་བྱུང་བའི་གྲུབ་འབྲས་དེ་ལ་བོད་སྤྱི་བའི་ངོས་ནས་བསམ་བློ་གཏོང་བ་ཡིན་ན་ནི་བོད་སྤྱི་ལ་བསམ་བློ་གཏོང་མཁན་ཞིག་གི་ངོས་ནས་བློ་ཕམ་དགོས་ཡ་ཅིག་ཡིན་པ་མ་ཟད་འོས་ཐུབ་ཡ་གི་རྒྱབ་ལྗོངས་ཀི་ཐད་ནས་ཡིན་པ་ཡིན་ན་ལས། ཨ་ནི་འོས་བླུགས་པའི་བརྒྱུད་རིམ་ནང་ལོགས་ལ་ཁག་ཅིག་གིས་ད་ཐེངས་མ་གཅིག་ཁོ་རང་ལ་གོ་སྐབས་སྤྲད་ཤོག་སྙིང་རྗེའི་ལབ་ཡ་ད་དེ་འདྲས་ཀྱི་སྐད་ཆ་ཡང་སྤྱི་ཚོགས་ནང་ལོགས་ལ་གོ་ཨེ་ཡོད་རེད་ད་དེ་འདྲས་ཀྱི་སྙིང་རྗེའི་གོ་ལོག་དང་དེ་ནས་འཆོར་ཁག་གི་ཞེན་འགོག་དང། ལྷག་པར་དུ་སྐུ་དྲག་རྙིང་པའི་གི་ཤོ་ཁག་སྤོང་སྒྲིག་པ་ལ་སོགས་པའི་ད་འོས་འཕེན་ཡག་གི་རྒྱབ་ལྗོངས་དང་སྐུལ་སློང་གི་ཐོག་ནས་ལོག་རྟོག་སྤྱི་ཡག་གི།

ཡིན་ན་ལས་ད་འོས་བསྡུ་གི་དངོས་གཞི་འོས་བསྡུ་འཕོངས་ཚར་བའི་གི་ད་འོས་བསྡུ་གི་གྲུབ་འབྲས་གི་སྐོར་ནས་སྐད་ཆ་བཤད་པ་ཡིན་ན། ད་སྲིད་སྐྱོང་གི་དངོས་གཞི་གི་འོས་འཕེན་བའི་སྐབས་ལ་ས་གནས་ག་བ་ནས་ཡིན་ན་ལས། འོས་བསྡུ་དང་འོས་ཤོག་གྲངས་བཤེར་དེ་དྲང་པོ་བྱུང་མ་སོང་ལབ་བྱས་ནས་དབུས་འོས་བསྡུ་ལས་ཁང་ལ་གཏུག་བཤེར་བྱས་པ་གཅིག་ད་ལྟ་བར་དུ་གོ་ཡ་གི་ཡོད་མ་རེད། དེ་འདྲ་མེད་པའི་རྒྱུ་མཚན་གིས་ས་གནས་འོས་བསྡུ་ཚོགས་ཆུང་གི་འོས་བསྡུ་གི་གྲུབ་འབྲས་དངོས་སུ་སྟོང་པ་དེ་ལ། ཁས་ལེན་དགོས་ཡ་ཆགས་ཀྱི་ཡོད་རེད། དེ་འཛམ་གླིང་གཅིག་གི་དམངས་ཚོགས་ཀྱི་འོས་བསྡུ་གི་གྲུབ་འབྲས་ཁས་ལེན་བྱེད་སྟངས་གཅིག་ཆགས་ཀྱི་ཡོད་རེད། ང་ཚོ་དམངས་ཚོགས་ཀྱིས། ཤེས་རྟོགས་ཡོད་དམ་མེད་ཀྱི་སྐད་ཆ་བཤད་ཀྱི་ཡོད་ན། དེ་ངས་ག་རེ་བྱས་འདི་ཞུ་གི་ཡོད་ལབ་ན། གལ་སྲིད་འོས་བསྡུ་དེ་དྲང་པོ་དང་ཚུར་འདོན་བྱུང་མེད་པ་དང། ནི་དེ་ལ་ཁས་ལེན་མེད་པ་ཡིན་ན་འོས་བསྡུ་དེ་དྲང་པོ་བྱུང་མ་སོང་མ་སོང་བའི་རྒྱུ་མཚན་འདི་དང་འདི་ཡིན་རེད་ལབ་ཀྱི་ནི། ཁྲིམས་ལ་ཡིན་པ་ཡིན་ན་རེད་འོས་བསྡུ་ལས་ཁང་ལ་རྟོག་བྱས་ནས། ནི་བདེན་པ་ཁུངས་སྐྱེལ་དགོས་ཡ་གཅིག་དང། ཡང་མིན་ན་འོས་བསྡུ་གི་གྲུབ་འབྲས་དེ་ཁས་ལེན་བྱེད་དགོས་པ་ཆགས་ཀྱི་ཡོད་རེད། དེ་འབྲེལ་གྱི་ད་རྣམ་འགྱུར་བསྟན་ཕྱོགས་དེ་ད་འོས་བསྡུ་གི་གྲུབ་འབྲས་ལ་རྣམ་འགྱུར་བསྟན་ཡག་གི་ལམ་ཁ་དེ་གཉིས་དེ་མ་གཏོགས་ཡོད་མ་རེད་ཡང་མིན་ན་འོས་བསྡུ་གི་གྲུབ་འབྲས་ཁས་ལེན་བྱེད་ཡག་རེད་ཡང་མིན་ན་འོས་བསྡུ་གི་གྲུབ་འབྲས་དང་འོས་བསྡུ་གི་བརྒྱུད་རིམ་དེ་དྲང་པོ་བྱུང་མ་སོང་མ་བྱུང་རྒྱུ་མཚན་འདི་དང་འདི་རེད་ལབ་ཀྱི་ནས་གཏུག་བཤེར་དགོས་ཡག་དེ་རེད། གཏུག་ས་གཅིག་ལ་གཏོགས་དགོས་དགོས་རེད་མ་གཏོགས་དེ་སྤྱི་ཚོགས་ནང་ལོག་ལ་སྐད་ཆ་གཅིག་གཡུག་ཡོད་ཙམ་གྱིས་འགྲིག་གི་ཡོད་མ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ལ་ཕྱག་བྱ་བ་ཡིན་ན་སྤེན་པ་ཚེ་རིང་ལགས་ལ་དགའ་མོས་རྒྱབ་སྐྱོར་མེད་བ་དང། ད་ལོག་གི་སྲིད་སྐྱོང་གི་དངོས་གཞིའི་གྲུབ་འབྲས་ལ་བློ་ཕམ་ཆེན་པོ་ཡོད་བ་ཡིན་ན་ལས་ས་གནས་འོས་བསྡུ་ཚོགས་ཆུང་ཁག་གིས་འོས་བསྡུ་གི་གྲུབ་འབྲས་གཏོང་བ་ནང་བཞིན་སྤེན་པ་ཚེ་རིང་ལ་མང་མོས་གུས་ཐོང་བྱུང་བ་དེ་ལ་ངས་ངོས་ལེན་རྒྱབ་སྐྱོར་བྱས་བ་ཡིན། དེ་བྱས་བ་དེ་སྤེན་པ་ཚེ་རིང་མི་སྒེར་གཅིག་ལ་ངོས་ལེན་རྒྱབ་སྐྱོར་བྱས་བའི་གནད་དོན་མ་རེད། དེ་ཡིས་འོས་འཕེན་མི་མང་གི། མང་མོས་ཀྱི་འཐབ་རྒྱུག་ལ་བརྩི་བཀུར་དང་བོད་མིའི་རྡོག་རྩ་གཅིག་སྒྲིལ་ལ་འགན་འཁུར་བ་ཞིག་ཡིན་དེ་ཡིན་པའི་རྒྱུ་མཚན་གྱིས། སུ་གཅིག་དགའ་གི་ཡོད་ན་འདྲ་དགའ་གི་མེད་ན་འདྲ། དགའ་མ་དགའ་གི་སྤྱོད་འཇུག་ག་རེ་མི་འགུལ་ག་རེ་བྱེད་པ་ཡིན་ན་ལས་ངས་རྒྱ་ཆེའི་མི་མང་གི་མང་མོས་ཀྱི་འོས་མཐོང་གི་འོས་འདེམས་གནང་བའི་གི་ད་སྲིད་སྐྱོང་དེ་མ་འོངས་པ་སྤུན་པ་ཚེ་རིང་མི་མང་གི་འོས་འདེམས་བྱེད་པ་དེ་ལ་ཁ་ཚོན་སྙིང་སྔོན་མ་དེའི་ནང་ལ་ངོས་ལེན་དང། ནི་རྒྱབ་སྐྱོར་ཞུས་ཡོད་དེ་ལ་འགྱུར་བ་མེད་ད་དུང་ཡང། སུས་ག་རེ་མི་འགུལ་ག་རེ་བཤད་པ་ཡིན་ན་ལས། ཡིན་པ་ཡིན་ན་ལས་དོན་སྒྲུབ་ལྷག་དར་གྱི་སྤུན་པ་ཚེ་རིང་ངོས་ལེན་བྱས་སོང་དེ་རྫབ་ཆེན་ཡིན་བཤད་ཀྱི་འདུག་ཁྱེད་རང་ཚོ་ཁག་ཅིག་གིས་དེ་འདྲའི་ལབ་བྱེད་དེ་དེའི་སྐད་ཆ་དེ་གཅིག་པོ་བཟུང་བྱས་ནས་ནི་ཆགས་སྡང་དང་རང་སྡུག་ཁོ་ན་གྱི་མགོ་འཐོམ་བྱས་ནས་དེ་མ་བཞག་བ་བྱས་ནས། ངའི་སྔོན་མ་གི་བརྙན་བཤད་ཅོ་དེ་གི་བརྙན་དེ་གི་ནང་ལོགས་ལ་ཆ་རྐྱེན་དང་རེ་སྐོར་རང་བཞིན་གྱི་སྐད་ཆ་བཤད་པའི་ཐོག་ནས་སྤུན་པ་ཚེ་རིང་ལགས་ལ་རྒྱབ་སྐྱོར་བྱས་ཡོད་རེད་དེའི་གནད་འགག་དེ་རྣམ་པ་ཚོ་གི་ཉིད་མ་ཤེས་པ་ཡིན་པ་ཡིན་ན་འདྲ་ཆ་ཚང་གིས་མ་གོ་བ་ཡིན་ན་འདྲ་གང་ལྟར་མ་ཉེས་པ་ཡིན་ན་འདྲ་འདིའི་སྐད་ཆ་དེ་ལས་ཆེ་རང་ཚུགས་ཀྱི་རིན་ཐང་བརྩི་གི་མི་འདུག་སྔོན་མ་གི་བརྙན་གྱི་ནང་ལོགས་ལ་ངས་ག་རེ་ལབ་ཡོད་རེད་ཟེར་ན་སྤེན་པ་ཚེ་རིང་ལགས་མི་མང་གིས་མ་དངུལ་གྱི་འོས་འདེམས་བྱས་བ་དེ་ལ་ངོས་ལེན་དང་རྒྱབ་སྐྱོར་བྱས་ཡ་དེ་ལ་ངས་ཆ་རྐྱེན་གཅིག་དང་རེ་སྐོར་གཅིག་བཞག་ཡོད་རེད་དེ་ག་རེ་རེད་ལབ་ཡོད་རེད་ཟེར་ན་ངས་བརྙན་དེའི་ནང་ལོགས་ལ་སྤེན་པ་ཚེ་རིང་ལགས་ཀྱིས་མ་འོངས་པར་ལོ་ལྔ་གི་རིན་གོང་ལ་བསྐོས་འཇུག་དང། ལས་འགན་འཁུར་གཏོང་དེ་སོགས་རྒྱལ་ཞེན་དང་སྤྱི་སྙོམས་ལྡན་པ་ཀུན་སྤྱོད་དེ་སོགས་དངོས་མ་ནོར་རྗེས་མ་ཡིན་པ་ཚུར་མཐུན། འགན་འཁུར་བའི་སྐབས་ལ་ཡིན་ན་ལས་འགན་འཁོར་དེ་སོགས་ཡང་རྒྱལ་ཞེན་རང་བཞིན་དང་སྤྱི་སྙོམས་རང་བཞིན། བཀའ་མོལ་གནང་བའི་སྐབས་ལ་བཀའ་མོལ་དེ་མ་འཁྲུག་བ་མ་ནོར་བ་གནང་ཡག་གི་ངས་རེ་སྐུལ་ཞུས་ཡོད་རེད། དེ་འདྲའི་གནང་བྱས་ནས་བོད་སྤྱི་ལ་ཕན་ཡག་གི་ལས་ཀ་ཅིག་བྱས་པ་ཡིན་ན་འདས་པའི་སྤེན་པ་ཚེ་རིང་གི་ལོ་རྒྱུས་དེ་ཟུར་ལ་བཞག་བྱས་ནས། ཁོ་རང་གིས་བོད་སྤྱི་པའི་འགན་འཁུར་བའི་སྐབས་ཀྱི་ལས་ཀ་ཡག་ཡག་རེ་དང། ནས་གྲུབ་འབྲས་བྱུང་བ་ཡིན་ན་ངས་དེ་ཚོ་ལ་མངགས་བསྒྱུར་རྒྱབ་སྐྱོར་བྱེད་ཀྱི་ཡིན། གལ་སྲིད་མ་འོངས་པ་ལ་ཡིན་པ་ཡིན་ན་ལ་ཁོ་རང་གི་ཀུན་སྤྱོད་དང་ལས་འགན་སྒྲུབ་སྟངས་བཀའ་མོལ་གནང་སྟངས་དེ་ཚོ་སྔོན་མ་ནང་བཞིན་མཐར་ལྕག་ཅན་དང་ནང་འཁྲུལ་ཅན་གནང་བསྡད་པ་ཡིན་ན་སྐབས་དེ་དང་དེ་ལ་བུ་སྐྱེ་ལ་རྒུད་པ་དང་ཕན་ཐོགས་མཐོང་བ་ཡིན་ན་ངས་སྐྱོན་བརྗོད་བྱེད་ཀྱི་ཡིན་དཔྱད་གླེང་བྱེད་ཀྱི་ཡིན་ངས་དེ་གསལ་པོ་བྱས་ནས་བརྙན་འདི་ནང་ལབ་ཡོད་རེད་དེ་ཡང་ཁྱེད་རང་ཚོ་གིས་གོ་ཤེས་དགོས་པ་རེད་ངས་དེ་གསལ་པོ་བྱས་ནས་ལབ་དགོས། ཡིན་ན་ལེ་ངས། མ་འོངས་པ་སྐྱོང་རྒྱུ་དང་དཔྱད་གླེང་དགོས་བ་ཡིན་ན་ལེ། ད་ལྟིག་གི་དཔར་ལྡན་སྲིད་སྐྱོང་མཆོག་གི་ལས་ཡུན་གི་སྐབས་ལ་ཤོག་ཁག་དང་ལུང་ཚན་གི་སྐྲན་ནི་ཕོག་ཟིན་པ་གི་ཐུབ་བསྟན་ཐོག་མི་འདྲ་བོ་མི་རེ་ཟུང་གི་སོ་སོའི་དབུ་ཁྲིད་ལ་ག་དུས་ཡིན་ན་གཞི་མེད་སྐྱོང་རྒྱུ་གཅིག་པུ་བྱེད་བྱེད་ནི། དཔར་ལྡན་སྲིད་སྐྱོང་མཆོག་གི་ལེགས་ཕྱོགས་དང་བྱས་རྗེས་ལ་བསྔགས་རྒྱུ་ཚད་ཀྱིས་མི་ཆོག་གི་དགྲ་དགའ་གཉེན་སྡུག་གི་ལས་ངན་པ་དེ་འདྲ་ངའི་སྤུན་པ་ཚེ་རིང་གི་ཐོག་ལ་བྱེད་གི་མ་རེད་ངས་དེ་ཡས་ཉན་དུས་ནོར་ལབ་ཡོད་རེད།

དེའི་ནང་བཞིན་གྱི་དགྲ་དགའ་གཉེན་སྡུག་བྱེད་བྱས་ནས་བསྡད་པ་ཡིན་ན། བོད་མི་རྡོག་རྩ་གཅིག་སྒྲིལ་ཡོང་མི་ཐུབ་པ་མ་ཟད་གཞིས་ལུས་མི་མང་གི་ཚབ་ཡིན་ལགས་ཡ་ལ་ངོ་ཚ་ཡ་རེད། དེ་ཡིན་པའི་རྒྱུ་མཚན་གྱིས་ང་དོན་གྲུབ་ལྷ་དར་གྱིས་ལུང་ཚན་དང་ཤོག་ཁག་གི་ཞེན་ཁོག་ཤེས་བྱས་ནས་བོད་པ་ནང་འཁོར་དང་སོ་སོའི་དབུ་ཁྲིད་ལ་གཞི་རྩ་མེད་འཇོག་གི་རྐྱོང་བརྩེ་ཡ་དེ་དུས་ནམ་ཡང་བྱེད་ཀྱི་མ་རེད། དེས་མ་བརྗེད་པའི་རྩ་དོན་གྱི་ཐོག་ནས། དེ་རིང་བདེན་མཐོང་གི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་མི་དམངས་ཀྱི་འོས་འདེམས་བྱས་པ་དེ་ལ་ངོས་ལེན་བྱེད་པའི་ཐོག་ནས་ངོས་ལེན་བྱེད་དགོས་པ་གཙོ་བོ་དེ་ཡང་བོད་མིའི་རྡོག་རྩ་གཅིག་སྒྲིལ་གྱི་ཆེད་དུ་ཡིན་པ་དེ་ངས་གསལ་བོ་ཞིག་ནས་ལབ་ཡོད། ཁྱེད་རང་ཚོ་གི་སྐད་ཆ་དེ་ཚོ་གི་གནད་འགག་དེ། གོ་བ་ལེན་མ་ཞིག་ཡིན་པ་ཡིན་ན་ལས་ཉིན་ཤི་ཡག་གིས། གནའ་བོའི་དབང་པོ་གཅིག་དགོས་ཡག་དང་གནའ་བོའི་དབང་པོ་གཏིག་དགོས་ཡག་དེ།

གཏམ་བཤད་ཚིག་ཚང་མ་ནི་ཤོག་ཁག་གི་སྐད་ཆ་ཡིན་དགོས། དེ་ཡང་རྟག་པར་རང་ཉིད་གཅིག་པུ་གི་འདོད་པ་དང་མཐུན་པ་ཤེས་དགོས། ཤེས་དགོས་པ་ནང་བཞིན་གྱི་མཆན་དང་བསམ་ཚུལ་འབྲེལ་དེ་ཉིད་དེ་སོ། ཡག་རྡོག་ངོ་མི་ཤེས་པ་དང་རོང་རྡོག་ཕྱོགས་ལྷུང་གཅིག་པུ་རེད་ཟེར་ངེས་དེ་གསལ་པོ་ཅིག་ནི་ཞུ་གི་ཡོད་དེ་རེད། རྣམ་པ་ཚོ་སོ་སོ་ལ་སྤྱི་སེམས་དང་གྲོང་ཚོ་ངེས་པ་ཡིན་ན་ལས་མི་གཞན་དག་གིས་རང་དབང་དང་དྲང་ཚུགས་ལ་བརྩི་འཇོག་བྱེད་ཤེས་པ་ཅིག་གནང་དགོས་ཀྱི་རེད། ངས་དེ་ལ་ཨེ། དེ་ནས་སུ་ཛིའི་ཀ་སེམས་ཀྱི་ལག་ནང་བཞིན། ང་དོན་གྲུབ་ལྷ་དར་དེ་འཆི་བ་ལ་ཐུག་གི་ཡོད་ན་ལས་བདུན་པ་གི་ཕྱོགས་ལ་ལོངས་སྤྱད་ནས་ངས་བདུན་པ་རྩོད་གི་རེད་མ་གཏོགས། གཞན་དག་གི་ངོ་སྲུང་ཡག་གི་ཆེད་དུ། ཡང་མིན་ན་གཞན་དག་གི་དགའ་ཡག་གི་ཆེད་དུ། སོ་སོ་ལ་ཁེ་ཕན་བྱེད་ཀྱི་ཆེད་དུ། སོ་སོར་བོད་པ་གཅིག་གིས་ལས་འགན་དེ་གཡོལ་གི་མ་རེད། རང་དབང་ལུང་པ་ལ་ཡོད་ཉེན་གཅིག་གིས་རང་དབང་དེ་འདོར་གི་མ་རེད་དེ་ངའི་ཐག་གཅོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ག་དུས་ཡིན་ན་ལ་བདུན་པ་གི་ཕྱོགས་ལ་ལངས་ཀྱི་ནས་བདུན་པ་དེ་སོང་ཀྱི་ནས་མི་ཚེ་སྐྱེལ་ཐུབ་གི་ཡོད་ན། མི་སུ་གཅིག་གིས་ང་ལ་རྒྱབ་སྐྱོར་མ་བགྱིས་པ་ཡིན་ན་ལས་ང་ལ་ངོ་གནོང་དགོས་པ་དང་འཇིགས་པ་སྐྱེ་དགོས་པ་གཏན་འབྲུ་ཙམ་ཡང་མེད་ངས་དེ་ལྟ་བུའི་གསལ་པོ་བྱས་ནས་ཞུ་གི་ཡོད། དེ་ཞུ་དགོས་ཀྱི་རྒྱུ་མཚན་དེ་ག་རེ་བྱས་རེད་ལབ་ན་ཁག་ཅིག་གིས།

མི་དེ་སུས་གྲས་དེ་གས་ག་འདྲ་བྱེད་ཀྱི་འདུག་ལབ་ན། ང་གི་རྩོམ་དང་སྐད་ཆ་བྲིས་ཆོག་རྩོམ་བྲིས་ཆོག་དང་སྐད་ཆ་བཤད་ཆོག་གི་ནོར་ལོག་ལ་ཁོ་རང་ཚོ་ལ་དགོས་ཡ་ཅིག་དོང་བ་ཡིན་ན་ཨ་ནི་ཨོ་ད་དོན་གྲུབ་ལྷ་དར་དེ་ཞི་བ་ཅན་ཁྱེད་པ་རེད་དཔའ་བོ་རེད་ལབ་ཀྱི་འདུག་དཔེ་དེ་འུད་ཐུག་བྱེད། ཧ་ལམ་རྦད་དེ་ཞི་བ་ཅི་ཡིན་པ་ར་བ་གིས་རྟོགས་པར་བྱེད། ད་ངའི་རྩོམ་དང་སྐད་ཆ་བཤད་སྦྱོར་གྱི་ནང་ལོགས་ལ་ཁོ་རང་ཚོ་གི་འདོད་པ་མ་འཐུས་ཀྱི་བྱུང་བ་ཡིན་ན་སྔོན་མ་ཁོ་རང་ཚོའི་སྐད་ཆ་བཤད་སྦྱོར་ཚང་མ་བརྗེད་ཚར་རེད་ངའི་སྐད་ཆ་བཤད་སྦྱོར་ཚང་མ་བརྗེད་ཚར་ནས་ཨོ་ད་ཁོ་རྦད་དེ་ཅེག་ཅེག་གི་ཕྱོགས་རེད་བཞག་ནས་ཁོ་ཅེག་ཅེག་རེད་བཞག་ལབ་ཀྱི་ནི་ཡང་རྦད་དེ་འདྲེ་ཡིན་པ་ནང་བཞིན་སྒྲུག་གི་འདུག་དེ་འདྲས་བྱས་དེ་ཉིན་དེ་སོགས་ཀྱི་དེ་འདྲས་ལབ་ཀྱི་ནི་ད་སྔོན་མ་ཡིན་ན་ཕྱུགས་ལ་རྒྱབ་སྐྱོར་ཡོད་ད་དེ་རིང་ནི་ཁྱོད་རང་གི་སྐད་ཆ་དེ་གིས་ཉི་མ་དེ་རིང་ནི་རྒྱབ་སྐྱོར་མེད་བློ་ཕམ་བྱུང་སོང་གསུང་གི་འདུག། དེ་འབྲེལ་གྱི་ཡིད་བརྟན་མེད་འཇོག་གི་རྒྱབ་སྐྱོར་དེ་ང་ལ་དགོས་ཡ་མེད། ངས་འདས་ལ་སྐད་ཆ་བཤད་བསྡད་ཡ་དང་ད་ལྟ་བར་དུ་རྩ་སྟོང་འཐབ་རྩོད་ལ་འགན་འཁྱི་བྱས་ནས་སྐད་ཆ་བཤད་བསྡད་དེ་ང་མི་སྒེར་ཅིག་ལ་རྒྱབ་སྐྱོར་བཙལ་གི་མེད། ངས་སྐད་ཆ་བཤད་བསྡད་དེ་ང་རང་བོད་པ་ཅིག་ཡིན་པའི་ཆ་ནས་འགན་འཁྱི། འགྲོ་བ་མི་ཅིག་ཡིན་པའི་ཆ་ནས་བདུན་ཕག་གི་ཕྱོགས་ལ་ལོངས་སྤྱད་ནས་སྐད་ཆ་བཤད་གི་ཡོད། མ་འོངས་པ་ཡིན་ན་ལས་རྩོམ་བྲི་ཐུབ་གི་ཡོད་སྐད་ཆ་བཤད་ཐུབ་གི་ཡོད་ན་ངས་བདུན་ཕག་རྩ་འཛིན་བྱས་ནས་སྐད་ཆ་བཤད་གི་རེད་སུའི་ཕྱོགས་རེད་ལབ་གི་ཡོད་ན་འདྲ་སུའི་ཕྱོགས་མ་རེད་ལབ་གི་ཡོད་ན་འདྲ་སུ་དགའ་གི་ཡོད་ན་འདྲ་སུ་དགའ་གི་མེད་ན་འདྲ།

རྒྱབ་སྐྱོར་ཡོད། དེ་ཚོའི་གྲས་དེ་ལ། དེ་འདྲའི་མེད་བ་བྱེད་བྱེད་ནས། སྤུན་པ་ཚེ་རིང་སྲིད་སྐྱོང་འོས་འདེམས་བྱུང་བ་དེ་ལ་ངོས་ལེན་མེད་ལབ་ཀྱི་ཡོད་ན། ད་དེ་གཙོ་གཞི་དང་གཙོ་ལན་གྱི་ངོ་བོ་བཟོས་བ་ཙམ་རེད་མ་གཏོགས། དེས་གི་གནས་སྐབས་ཅིག་ལ། མི་རེ་ཟུང་དང་ཤོག་ཁག་རེ་ཟུང་ལ་སུན་པ་སྐྱིད་པོ་བཟོ་ཡ་གཅིག་ཆགས་ཐུབ་ཀྱི་རེད་མ་གཏོགས། ཕོགས་ལ་དེས་གི་ཁ་ཡུག་ལ་ཡུག་གི་གྲུམ་ལས་ཡོང་ཡ་ཡོད་རྒྱུ་ཅིག་མ་རེད་དེ་དངོས་གནས་ཚུལ་རེད།

བོད་རྒྱལ་ཁབ་དང་རྡོག་རྩ་གཅིག་སྒྲིལ་དང་རྩ་སྟོང་ལ་བསམ་བློ་གཏོང་གི་ཡོད་གཏོང་ཐུབ་ཀྱི་ཡོད་ལབ་ཉེན་དེ་སོགས་ཁེ་ཡང་སྦྱར་གཞན་མེད་ཀྱོ་སྤྱི་སེམས་མེད་ཀྱོ་འགན་ཁུར་མེད་ཀྱོ་དེ་སོགས་ཀྱི་བཤད་བ་ནང་བཞིན་སྤྱི་ཚོགས་ནང་ལ་ལས་གླིང་ཕྱོགས་བཟོ་ནས་སྐད་ཆ་བཤད་བསྡད་པ་ཡིན་ན་ད་དེ་ལྷ་བདུད་དུ་ཕབ་ལ་དེ་དེ་རེད་མ་གཏོགས་གཞན་པ་ར་གོ་ཅི་ཡིན་ངེས་ཡོད་མ་རེད། དཀར་ས་ནག་ས་ལ་འཕེན་ཡག་གི་བདེན་དཔང་དང་ལས་འཆར་གསལ་པོ་མེད་པ་ལ་ཧ་ནི་སྐད་ཅོར་རྒྱག་བྱས་ནས་བསྡད་པ་ཡིན་ན་དེ་སྤྱི་ཚོགས་བརྡབ་གསིག་དང་རྩོད་གཞི་སློང་ཡག་རེད་མ་གཏོགས།

གཏམ་དེ་ཚོ་སྤྱི་ཚོགས་དང་རྡོག་རྩ་གཅིག་སྒྲིལ་ལ་འགན་མ་འཁུར་བ་ཡིན་པ་མ་ཟད། ད་དུང་ཡང་དེ་ལས་སྡུག་ཡག་གི་ཚིག་བེད་སྤྱོད་གཏོང་ཡང་ན་གཏོང་ཡང་འདུག་ཡིན་ན་ལས་ད་ནང་འཁོར་ལ་ཚིག་དེ་ཚོ་བེད་སྤྱོད་གཏོང་ཡང་དག་པ་མེད་ང་འདྲ་བོ་གྱིས་ན། འོ་མ་ཐུག་པར་དུ། ང་གི་ཁར་ཙོང། རྡོག་རྩ་གཅིག་སྒྲིལ་ལ་འགན་ཁྱི་རྒྱ་ཆེ་མི་མང་གི་གདམ་ག་ལ་བརྩི་འཇོག་བྱེད་ནས། བུ་དེ་ཡག་པོ་གཅིག་ཆགས་རོགས་བྱས་ན་བུ་དེ་ད་ལྟའི་གནས་སྟངས་ཐབས་སྐྱོ་བོ་འདི་ལྟར་ལོ་ལྔ་གི་ནང་ལོགས་ལ་ནང་ཚོགས་གཅིག་པོའི་རྒྱབ་ཀྱིས་ནས་བདེ་སྐྱོང་འདེབས་ཕར་མེད་བ་ཆགས་ཀྱི་ནས་བུ་དེ་ཡག་པོ་ཅིག་ཆགས་ཆེད་དུ་སྐད་ཆ་བཤད་རྒྱུ་དེ་བཟང་ཚུལ་ཆགས་ཀྱི་ཡོད་ན། ང་འགྱོད་པ་མེད་དེ་ལ་བཟང་ཚུལ་རེ་ལབ་ཀྱི་ཡོད་ན། དངོས་གནས་ཀྱི་བུ་ལ་ཤ་ཚ་བུ་ལ་འགན་འཁྱེར་ཡ་ཡིན་ན་བུ་སྐྱེ་ལ་འགན་འཁྱེར་ཡ་ཡིན་ན། བདེན་པ་དང་རྡོག་རྩ་གཅིག་སྒྲིལ་གྱི་ཆེད་དུ། ང་ཚོ་ལ་གདམ་ག་གཉིས་མ་གཏོགས་ཡོད་མ་རེད་ངས་ཁ་ཚོན་བཤད་རྒྱུ་དེ་ག་རང་རེད། གདམ་ག་གཉིས་དེ་ག་རེད་ལབ་ན་བློ་བཟང་སེང་གེ་མཆོག་ལ་རྒྱབ་སྐྱོར་གནང་ཉེན་དེ་སོག་གེ། སྤེན་པ་ཚེ་རིང་ལགས། མི་མང་གིས་མང་མོས་ཀྱིས་མ་འོངས་པའི་སྲིད་སྐྱོང་ལ་འོས་འདེམས་བྱས་བ་གིས་འོས་བསྡུ་གི་གྲུབ་འབྲས་དེ་ལ་ཁས་ལེན་བྱེད། སྤེན་པ་ཚེ་རིང་ལགས་ཀྱི་རྒྱབ་སྐྱོར་བྱེད་ཉེན་རྣམ་པ་ཚོག་གེ་ཡིན་ན་ལས། དཔལ་ལྡན་སྲིད་སྐྱོང་མཁས་དབང་བློ་བཟང་སེང་གེ་མཆོག་གི་ལོ་བཅུ་གི་རླབས་ཆེན་གྱི་གྲུབ་འབྲས་དང་བྱས་རྗེས་དེ་སོག་ལ་ཁས་ལེན་གྱིས་ཆེ་ཐོག་བྱེད་དགོས་ཡ་ཆགས་གི་ཡོད་རེད། ད་ལྟའི་རྡོག་བཟོ་གཅིག་སྒྲིལ་བྱས་ཀྱི་ང་ཚོ་ལ་གདམ་ག་དང་ལམ་ཁ་གཉིས་ཡོད་དེ་དེ་མ་གཏོགས་ཡོད་མ་རེད་དོ་ངས་ཁ་ཚོན་ཡང་དེ་ག་རང་ལབ་ཡོད། ད་ད་ལྟ་ཁྱི་ཟོ་ཁ་ཅིག་གིས་སྐད་ཆ་གོ་ཡ་བྱས་པ་ཡིན་ན་དྲ་ལམ་དེ་སོགས་ལ་འགྲོ་ཡ་ལ་ད་ལྟ་ཉི་མ་ཁ་ཤས་ཀྱི་རྗེས་ལ་དཔར་ལྡན་སྲིད་སྐྱོང་ཁི་ཝང་བློ་བཟོ་སེང་གེ་མཆོག་ནིའུ་ཡོག་ལ་ཕེབས་པའི་སྐབས་ལ་ད་རེག་ཅིག་གིས་ནི་ངོ་རྒོལ་བྱེད་ཀྱི་ཡིན། ལ་ཡག་གི་སྐད་ཆ་དེ་ནི་གོ་གི་འདུག་དངོས་གནས་དེ་འདྲ་ཡིན་པ་ཡིན་ན་ད་ལྟའི་ཧང་སངས་ཡག་གི་བློ་ཕམ་རེད་ཞུ་གི་ཡོད་དེ། དེ་སུའི་རེད་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ག་རེ་བྱས་ནས་ལབ་གི་ཡོད་ལབ་ན། ངའི་ཁ་རྩོམ། སྲིད་སྐྱོང། ད་ད་ལོག་གི་སྲིད་སྐྱོང་གི་འོས་ལྡོག་གི་གྲུབ་འབྲས་དེ་ལ་ཁས་ལེན་བྱེད་དགོས་ཡ་དེ་བོད་དེ་རྡོག་རྩ་གཅིག་སྒྲིལ་བྱ་ཡག་གི་ཆེད་དུ། ད་སོ་སོའི་ངོས་ནས་བསམ་བློ་གོ་ཡོང་པོ་བྱེད་ཀྱི་སྐད་ཆ་ཤིག་བཞག་རྒྱུ་ཆགས་ཀྱི་ཡོད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་སྟབས་སྤུན་པ་ཚེ་རིང་ལགས་ཀྱིས་འགན་འཁྱིལ་དགོས་ཀྱི་རེད་ཞུ་གི་ཡོད། དེ་འབྲེལ་གྱི་ལས་འགོར་དཔེར་ལྡན་ཉིན་དེ་སོགས་ལ་འདས་པའི་སྐབས་ལ་དེ་སོགས་ལ་མ་བགྱིས་མ་བལྟ་ལབ་མེད་པ་ཡིན་ན་ལས་ད་སྲིད་སྐྱོང་ལ་འོས་འདེམས་བྱས་བ་དེ། ནང་བཞིན་གྱི་བུ་སྐྱེས་ལ་འགན་འཁྱིལ་བྱས་ནས་སྐྱི་བག་གི་མི་ཅིག་བྱེད་བྱས་ནས་ཕྱག་ལས་གནང་ཡ་ཡིན་ན། ད་ད་དུང་ཡང་རྦད་དེ་དཔལ་ལྡན་སྲིད་སྐྱོང་མཆོག་ལ་ཁི་ཧོང་སློབ་གསོ་སེང་གེ་མཆོག་ལ་གཞི་མེད་ཀྱི་ངོ་རྒོལ་བྱས་དེ་ཉིད་དེ་ཚོ་ལ་མ་བགྱིས་མ་བལྟ་ལ་ཡག་གི་ཚེག་གི་མ་འདའ་ཡང་ད་སྤུན་པ་ཚེ་རིང་ལགས་ཀྱི་ཁ་ནས་དུང་འགོ་གི་རེད་ད་དངོས་གནས་ཀྱི་ང་ཚོ་མང་བོ་བུ་དེ་ཡག་པོ་ཆགས་དགོས་ཀྱི་ཡོད་ཁྱེད་རང་གི་ལོ་ལྔ་གི་ཕྱག་ལས་དེ་ཡག་པོ་ཅིག་གནང་དགོས་ཀྱི་ཡོད་ན་ད་དེ་སུས་བྲེལ་དེ་ལ་ཁ་བཏགས་སློབ་སློབ་གསོ་བྱས་གི་དུས་ཚོད་སླེབས་འདུག་ཞུ་གི་ཡོད་དེ་བུ་སྤྱི་བའི་ཆེད་དུ་ཞུ་གི་ཡོད་སུ་དགའ་གི་ཡོད་ན་འདྲ་སུ་དགའ་གི་མེད་ན་འདྲ་ང་ལ་ཁྱད་པར་གང་ཡང་མེད། དངོས་གནས་ཀྱི་ང་ཚོ་བོུ་སྐྱེས་ལ་ཤ་ཚ་བ་དང་འགན་འཁྱེར་གྱི་ཡོད་ན། ང་ཚོ་ལ་གདམ་ཀ་གཉིས་མ་གཏོགས་ཡོད་མ་རེད་ངས་ད་གིན་ཞུ་རྒྱུ་དེ་རེད། སྤུན་པ་ཚེ་རིང་ལགས་མང་མོས་ཀྱིས་འོས་འདེམས་བྱས་པ་དེ་ལ་ཁས་ལེན་ཆེད་སློབ་གསོ་སེང་གེ་ལགས་ཀྱི་རྒྱབ་སྐྱོར་བྱེད་ཉེན་ཚོགས་ཀྱི

ད་ལས་ཀ་དེ་ཅི་མི་བྱེད་བྱེད་བྱེད་ནས་ལས་ཀ་བྱེད་ཐུབ་ཀྱི་རེད་དེ་མ་རང་བ་བྱེད་བྱེད་ནས་ད་དུང་ཡང་ལག་པ་ཀྱོག་ཀྱོག་དེ་ལ་འགྲོ་བསྡད་པ་ཡིན་ན། མགོ་ལས་བསྡད་ཉེན་ཁའི་ཡང་ལག་པ་ཀྱོག་ཀྱོག་གིས། མགོ་མཁྲིགས་གཞོགས་ལས་བསྡད་ཉེན་དེ་ཡང་ལག་པ་ཀྱོག་ཀྱོག་དེ་འགྲོ་བསྡད་པ་ཡིན་ན། ད་དཔེ་དཀའ་ལས་ཁ་བོ་རེད་དངོས་གནས་ཁྱི་བོད་སྤྱི་ལ་འགན་མ་ཁྱི་བ་རང་རེད་དེ་བློ་ཕམ་བྱེད་ཡ་རེད་དེ། དེ་འདྲས་གནང་བསྡད་པ་ནི་ངོ་རྒོལ་ཡོད་སུ་ཞུ་གི་ཡོད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། ངས་ཁ་ཚོན་གཉིས་སྔོན་མ་དེ་ནང་སྐད་ཆ་བཤད་བསྡད་རྒྱུ་དེ་བཟང་ཚུལ་རེད་ལབ་གི་ཡོད་ན་འདྲ་ལོག་སྤྱོད་རེད་ལབ་གི་ཡོད་ན་འདྲ་དམངས་གཙོ་མ་ཤེས་རེད་ལབ་གི་ཡོད་ན་འདྲ། མི་ག་འདྲ་ཅིག་གིས་འགྲེལ་བཤད་ཇི་འདྲ་ཅིག་རྒྱག་ཡིན་ན་ལས་ངའི་བོད་ལ་ཤ་ཚ་ནས་འགན་འཁྱེར་ནས་སྐད་ཆ་བཤད་བསྡད་རྒྱུ་གི་སྐད་ཆ་དེ་ལ་ཚིག་གཅིག་འགྱུར་བ་མེད། དེ་ཞུ་གི་ཡོད། དེ་ནས་ཁ་ཚོན་གྱི་གཉིས་ནང་ལ་ལ་བ་ནང་བཞིན། ང་ཚོ་གིས་ད་དངོས་གནས་ཀྱི་བློ་གཟུ་རུ་གནས་པའི་ཐོག་ནས། སྤྱི་སེམས་ཅིག་གི་ཐོག་ནས། ང་ཚོ་གི་བུ་སྐྱེ་ལ་བསམ་བློ་གཏོང་བྱེད་ནི་ལྟ་འགན་འཁྱིལ་དགོས་དེ་སྐད་ཆེན་པོ་ཞུ་བ་རེད། མ་འོངས་པ་སྲིད་སྐྱོང་གསར་བ་སྤུན་པ་ཚེ་རིང་མཆོག་གི་ལས་དོན་ཡག་པོ་གི་རིགས་ལ་རྒྱབ་སྐྱོར་དགོས་ཡ་ནོར་འཁྲུལ་གི་རིགས་ལ་དགག་པ་རྒྱག་དགོས་ཡ་སྐྱོན་བརྗོད་བྱེད་དགོས་ཡ། དཔལ་ལྡན་མཁས་དབང་སྲིད་སྐྱོང་བློ་བཟོ་སེང་གེ་མཆོག་གི་འདས་པའི་ལོ་བཅུ་གི་རླབས་ཆེན་གི་བྱས་རྗེས་དང་གྲུབ་འབྲས་ལ་བསྔགས་བརྗོད་དགོས་ཡ་ཆེ་བསྟོད་དགོས་ཡ་ངོས་ལེན་དགོས་ཡ་ད་ལྟའི་ང་ཚོ་གི་ལམ་ཁ་ཆགས་བསྡད་དགོས་རེད་འགན་འཁྲི་ཆགས་བསྡད་དགོས་རེད། དེའི་སྐད་ཆ་དེ་ལ་འགྱུར་བ་མེད་རང་འཇགས་ཡིན། བློ་བཟོ་རུ་གནས་པའི་ཐོག་ནས་སྤྱི་སེམས་ཀྱི་འགལ་འདུ་ཅུང་ཟད་དང་གྲོང་སྡེ་གི་གཏམ་བཤད་ས་མེད་བ་ལ། ཡོད་ཚད་ཤོག་ཁག་གི་སྐད་ཆ་བཤད་དགོས་ཡ་དང་དེ་ཡང་མི་ཁག་ཅིག་གི་འདོད་པ་དང་མཐུན་པ་བཤད་དགོས་ཀྱི་རེད་ལབ་ཉེན་དེ་ཚོ་ལ། ངས་དེ་རིང་གསལ་པོ་གྱིས་ནས་ལབ་གི་ཡོད། རྩ་བ་གཉིས་ནས་དེ་འགྲིག་གི་འདོགས་པ་འགྲོ་གི་མ་རེད་ཟེར། ངས་ད་ལྟ་བར་དུ་ཡིན་ན་ལས་བདེན་པ་གི་ཕྱོགས་ལ་ལོངས་བདེན་པ་གི་སྐད་ཆ་བཤད། བདེན་པའི་ཟས་བཟའ་ནས་བསྡད་པ་ཡིན། མ་འོངས་པ་ཡིན་ན་ལ་དེ་ག་རང་རེད། སོ་སོ་ང་ཚོར་གི་ལས་ཀ་བྱེད་གི་ཡོད། གཟུགས་པོ་བདེ་བོ་ཡོད་པའི་སྐབས་ལ་རེད་བ། མ་འོངས་པ་ལ་དེ་ག་རང་ཡིན། བདེན་པའི་ལས་ཀ་བྱེད་བདེན་པའི་ཟས་ཟ། བདེན་པ་སྲུང་བརྩི་བྱེད་ཅེས་ནི་མི་ཚེ་གཅིག་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་རྣམ་པ་ཚང་མ་ལ། སྐད་ཆ། ངའི་བརྙན་དེ། སྔོན་མ་གི་བརྙན་དེ་དང་དེ་རིང་གི་བརྙན་དེ་སོགས་ཡག་པོ་ཟེར་གྱིས་ནི་དགོངས་ཚུལ་གསུང་བ་ཡིན་ན་རྒྱུ་མཚན་ཡོད་ཆོག་གི་དགོངས་ཚུལ་གསུང་བ་ཡིན་ན་ངས་གུས་བརྩི་བྱེད་ཀྱི་རེད། ནོར་འཇོག་འདུག་ན་ངོས་ལེན་བྱེད་ཀྱི་རེད། དགོས། རྒྱུ་མཚན་མེད་ཕྱོགས་དང་རོང་འབྲོག་ཕྱོགས་གླང་གི་སྐད་ཆ་བཤད་ཡ་ཡིན་ན་ངོས་ལེན་བྱེད་ཀྱི་མ་རེད་ལ་རྟག་པར་དེ་འདྲ་བཤད་དེ་ཉེས་བྲེལ་དེ་ངས་ང་རང་གི་གཉེན་ལམ་དང་ང་རང་གི་རྒྱུ་ལམ་ནི་སྤེལ་ཡག་གི་རང་དབང་དེ་ང་ལ་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། རྒྱུ་མཚན་ཡོད་ཁྱོད་ལ་ཉན་གྱི་རེད་རྒྱུ་མཚན་མེད་ཡ་ལ་དུས་སུ་འཕྲོ་བརླག་བཏང་གི་མིན། ལན་རྒྱག་གི་མིན། ཨོ་དེ་ལས་ཕར་སྒོ་བརྒྱབ་བཞག་ན་རྒྱུ་མཚན་མེད་རྟག་པར་རྒྱུ་མཚན་མེད་ཕྱོགས་བཤད་དེ་ཉེས། རྟག་པར་རོང་འབྲོག་ཕྱོགས་གླང། ཕ་ཕྱོགས་ནས་བཤད་གི་ན་ར་ཚུར་ཕྱོགས་ནས་བཤད་གི་ཡོད་ན་ར་དེ་སུའི་གྲས་དེ། ངས་ག་དུས་ཡིན་ན་དེ་ཚོ་ལ་མགོ་སྒུར་གི་མ་རེད་ཞུ་ག་རེ་བྱེད།